ཉི་མ་ཨོང་དུས་འཁྲུངས་ནས་ཟླ་བ་སུམ་ཅུ་རྗེས་སུ་མིག་གཉིས་ལོང་བ་ཆགས། མེ་མོ་ཡི་འཚོ་བྱུང་ལ་བརྟེན་ནས་ཉི་མ་ཨོང་དུས་ལ་འཚར་ལོངས་བྱུང་གཤིས། ཉིས་སྟོང་གཉིས་ལོར་ལྷ་སའི་ལུང་བའི་སློབ་གྲྭ་ལ་ཞུགས་པའི་སྐལ་བ་ལྡན། དགུང་ལོ་ཉེར་བདུན་གྱི་ཐོག་དབྱིན་ཇིའི་ཐོ་ནིས་རྒྱ་ཤེས་སྐད་བརྡ་སློབ་གྲྭ་ནས་མཐར་ཕྱིར་རྗེས་ལྷ་ས་ལུང་བ་སློབ་གྲྭའི་ལྷོ་གཙོ་སྤྱིར་བདེན་བཞི་དང་ཆིང་ཧྭ་དང་ཧྭ་ཧྥོ་ལྷོ་མཆེད་སོགས་ལ་མཆན་འཕྲིན་གནང་བ་ཕེབས་པ་མ་ཟད། མི་མང་ཉིན་རེའི་འཚོ་བར་གྱི་ཀྲུང་གོའི་ཕུ་འདེད་ཀྱི་གཞི་རིམ་དུ་གྲངས་ནུས་བརྒྱད་དྲུག་བཤད་པའི་མི་སྣ་བརྒྱ་ཡི་གྲལ་དུ་བདམས། དེ་མཚུངས་ལྷ་ས་སྒྲོལ་མའི་སློབ་གསོའི་དགེ་རྒན་གྱི་ལས་འགན་བཞེས་ནས་མི་དེ་ལས་མང་པོ་ལ་གྲངས་ནུས་ཀྱི་གཏམ་རྒྱུད་སྒྲོག་བཞིན་ཡོད། དེ་རིང་གཞོན་པའི་ཁ་བརྡ་ལེན་ཚད་དུ། རྩོམ་པ་པོ་བློ་བཟང་དགེ་ལེགས་ཀྱིས་བྲིས་པའི་ང་ལ་ཉན་གསུམ་གྱི་འོད་སྣང་མི་དགེ་ཞེས་པའི་དཔེ་ཆ་དེའི་མི་སྣ་གཙོ་བོ་ལུང་བ་ཉི་མ་དབང་འདུས་ལགས་དང་ཁ་བརྡ་བྱས་རྗེས་ཡིན།
ཉི་མ་དབང་འདུས་བཀྲ་ཤིས་བདེ་ལེགས། དགེ་ལགས་བཀྲ་ཤིས་ལེགས།
རྫི་བོ་བཞི་པོ་འདུག་ཨ་ལྷ་ས་སྐྱེར་མ་ཟེར་ནས་ཨ་ཧ། ཤེས་མིན་གྱི་བྱས་ཚར་ཏེ་ང་གྲོགས་མོ་གྱི་རྫིས་སོགས་ཀྱི་དེ་རིང་ཁྱོད་ངེད་གཉིས་ཁྱོད་གཉིས་ཁྱོད་རྫིས་འདུག་བ། ད་ཁྱེད་རང་གི་སྣང་བ་ནོར་ལ་ང་ང་གཉིས་ག་འདི་རྫིས་ས་རེད་ང་ག་རྫི་བོ་བཞི་འདུག་བས་ཁྱོད་ཀྱིས་སྣང་བ་ག་འདི་འདྲ་བཞག་གི་འདུག་ག། སྐྱེས་བལྟས་ན་ད་ཁྱེད་རང་བརྫི་གི་ཡོད་ས་རེད། ད་ཡིན་ནའི་ལོ་བལྟས་ན་ཡང་ང་ལྟས་བརྫི་གི་མི་འགྲོ། སྐྱེས་ལ་བལྟས་ན་ང་བརྫི་བ་ཡོད་ས་རེད་ལོ་བལྟས་ན་ཁྱོད་ཆུང་བ་ཡིན་ས་རེད། དེ་རེད་དེ་རེད། ད་ང་ཚིག་གི་ཉེ་ལམ་ལ་བློ་བཟོ་དགེ་ལེགས་ཀྱི་བྲིས་པའི་གི་ཁྱེད་རང་གི་ད་དགུང་ལོ་སུམ་ཅུ་ལྔས་གི་ཟེར་གི་རོ། དེ་གི་གཏམ་རྒྱུད་དེ་ད་མི་མང་པོས་གི་དོ་སྣང་བཟོ་གི་འདུག་དཔེ་ཆ་ཡག་པོ་འདུག་དེ་ང་ཚོ་ལ་སེམས་ཤུགས་སྤར་གི་འདུག་དེ་འདྲ་ཟེར་གི་འདུག་གོ། ད་དེ་གི་དཔེ་ཆ་གི་དེ་ནང་ལ་ཁ་གཞུང་དེ་ལ་ང་ལ་ཉི་མ་སུན་གྱི་འོད་སྣུམ་མི་དགོས་ཟེར་གི། དེ་ཉི་མ་སུན་གྱི་འོད་སྣུམ་ལ་འོད་སྣུམ་རེ་དགོས་ཀྱི་རེད་དྲན་ཞིང་ཁྱེད་དེ་འདྲ་ཞིག་ཟེར་དགོས་ཀྱི་རྒྱུ་མཚན་ག་རེ་ཡིན་ན། གང་ཡིན་ཟེར་ན་ད་ང་ལོ་ལེགས་པོ་ནས་སུམ་ཅུ་བུད་དོ་ང་ཅི་ཡང་མཐོང་མྱོང་མེད་ཙང་ངོས་ངོ་ནས་བཤད་ན་ད་འདི་འཚོ་བ་དེ་གོམས་འགྲོ་བ་ལ། གལ་སྲིད་ངས་ཉི་མ་སུམ་མཐོང་ཆེད་དེ་ནས་ཕར་མ་མཐོང་བར་རང་འཇགས་ཆགས་བས་ན་ཨང་འདི་ངའི་བསམ་པ་པས་ཞེད་སྣང་ཚ་བོ་ཞིག་ཡོད་རེད་བསམ་གི། བྱས་ཙང་དེ་འདྲས་སོང་ཙང་ངའི་བསམ་པ་ཉི་མ་སུམ་གྱི་འོད་སྣང་གོ་ཡ་མི་འདུག་བསམ་གི་ལ།

ངས་བསམ་པར་ང་ཚོ་མི་ནག་ནང་ལ་བསྡད་ཡོད་མ་རེད་ཟེར་གི། ཡང། ཨ་ནི།
དེ་ག་རེ་ཡིན་ན། རྒྱུ་མཚན་གང་ཡིན་ཟེར་ན་གལ་སྲིད་ང་ཚོས་ནག་པོ་ས་དེ་མཐོང་གི་ཡིན་ན་ཨ་ནི་དཀར་བོ་དམར་བོ་སེར་བོ་ཆ་ཚང་མཐོང་གི་ཡོད་རེད་བ། ཁྱེད་ཚང་ངས་བསམ་པར་ང་ཚོ་ལོ་ལྔ་ལས་ཡ་ང་རེ་བལྟས་ན་ཚོས་གཞི་ས་དེ་ཅི་ཡས་མི་འདུག་ཟེར་གི་ལ་ཁྱེད་མཐོང་གི་མི་འདུག་ལ། རེད་རེད་རེད་རེད་ལགས་སོ་ལགས་སོ་ད་རུ་རུ་སོ་སོ་ངོས་འཛིན་དུ་རེད་ཨ་ད་པེ་ན་ཁྱེད་རང་གི་དཔེ་ཆ་གི་ཁ་གཞུང་གི་ལ་བྲིས་འདུག་ལུང་བ་དེ་ནི་ངས་གི་དེ་ནི་ཤེས་བྱ་ཞིག་མ་རེད། དེ་ངག་གི་ཁྱད་ཆོས་ཤིག་རེད། དེ་དེ་འདྲས་ཀྱི་ཚན་བསྟུན་ནས་དེ་འདྲས་དྲན་གྱི་འདུག་བས། དངོས་གནས་དྲན་གྱི་ལ་གང་ཡིན་ཟེར་ན་ད་ལྟ་རྒྱལ་ཁབ་ཡོད་ནས་རེད་སོ་སོའི་ལྟ་ཅི་སྤྱི་ཚོགས་ཡོད་ནས་རེད་ཚང་མས་ང་ཚོ་ལ་མི་ཡག་པོ་ཞུ་ཆེ་གི་འདུག་བ་ལ་ཨ་ནི་གལ་སྲིད་ལོ་ངོ་མན་པའི་ཡིན་ན་ཨ་ནི་ང་ཡིན་ནས་སློབ་སྤྱོང་བྱེད་ཡག་གོ་སྐབས་དེ་འདྲས་རག་ཡོད་མ་རེད་ལ་རྒྱལ་ཁབ་དང་སྤྱི་ཚོགས་ཀྱི་ཡ་ཡག་པོ་དེ་འདྲས་བྱེད་དགོས་ཡག་གལ་ཡོད་མ་རེད་བ་ཨ་ནི་སྤྱི་བཏང་ང་ཕ་ཡུལ་ཡ་ཞིང་ར་མོ་དགའ་ས་དེ་ཡི་གི་རེད་གལ་སྲིད་ལོ་ངོ་མན་ན།

དེ་བརྒྱུད་དུ་མི་གཞན་གྱིས་དཀའ་ལས་དེ་རྒྱག་ཤེས་ཡ་ན་དེ་ལས་ལྷག་མ་བརྒྱ་ཆ་ལྔ་ཅི་འདྲ་ཞིག་དཀའ་ལས་རྒྱག་དགོས་ཀྱི་རེད་ཟེར་དེའི་སྐོར་ནས་ཁྱེད་ངག་གི་སྒྲུང་འདྲ་པོ་གཏམ་རྒྱུད་ནང་བཤད་འདུག་དེ་བསམ་ཚུལ་དེ་ག་འདྲ་བྱུང་ཡ་ན་ཁྱེད་རང་གིས་དེ་རྗེས་དཀའ་ལས་ག་འདྲ་རྒྱག་གི་ཡོད། དེ་འདྲའི་རིགས་ཡང་སློབ་སྦྱོང་བྱས་པའི་གནས་ལས་དཔེ་ཆ་ཞིག་ནི་སློབ་སྦྱོང་ཡུལ་སྐྱོད་ཡི་གནས་ལས་ང་ཚོ་ལ་དཀའ་ལས་ཁག་ཡོད་རོགས་དཔེ་ཆ་ཞིག་ནི་སློབ་གྲྭའི་ཞིབ་ཉོ་ཁག་ཕྱིན་པའི་ཡི་གནས་ལས་སློབ་གྲྭས་ང་ཚོ་ལ་གོ་ཡ་དེ་ལམ་སང་ཉོ་ཆོག་ཆོག་ཡོད་མ་རོགས་དཀའ་ལས་མང་ང་ཡོད་རེད་ད་ག་ན་ཤིང་གཅིག་ལས་ག་ཞིག་འཚལ་བའི་གནས་ལས

ད་ལྟ་རེད་ད་ལྟ་རེད་ད་ལྟ་ཡིན་འདི་ལ་དཔེར་ན། ཁྱེད་རང་གིས་དཔེར་ན་ང་ཚོ་གིས་འདི་གི་ད་སྐབས་དེ་དུས་ལ། ད་ཁྱེད་རང་ངེད་ད་རེ་མི་ཚེ་གི་ཁ་ཤོ་གི་འབྱུང་མཚམས་དག་གཙོ་བོ་ཅི་སྟེ་ད་ཁྱེད་རང་ལ་ལྷ་ས་ལ་འགྲོ། དེ་འགྲིག་གི་ལུང་བ་གི་སློབ་གྲྭ་ཞིག་ཐུག་དེ་ངེད་ད་ནི་རིང་བོ་ཁྱེད་རང་གི་མི་ཚེ་གི་ཁ་ཤོ་འབྱུང་ཚོགས་ཅིག་གལ་ཆེན་པོ་ཞིག་རེད་འདུག་བསམ་གྱི་འདུག་ཨ། དེ་འགྲིག་ཅིག་ཆགས་ཀྱི་འདུག་ཡ་ཁྱེད་རང། དེ་ག་རང་རེད་བྱ་དེ།
བོད་རང་ལྗོངས་ཀྱི་དབང་པོ་སྐྱེ་མཆེད་མཉམ་འབྲེལ་ཚོགས་པ་དང་ཨ་ནི། ཁོང་ཚོའི་ལོ་ལྔ་བསླབ་གྲྭ་བཀའ་དྲིན་གྱིས་ཨ་ནི་ངའི་གི་མི་ཚེ་ལ་ཡང་འགྱུར་བ་ཆེན་པོ་ཕྱིན་སོང་ཨ། ཞེས་མ་གཏོགས་ཕྱི་འཇུའི་སྐུ་དུས་ཙམ་པ་ཨ་ནི། ངའི་ནང་མི་ཡིན་ནའི་རེད་ཕ་ཡུལ་གྱི་པ་ཡིན་ནའི་ཚང་མ་ལོག་གི་སེམས་ཁྲལ་བྱེད་ཡ་དེ་ངའི་མ་འོངས་པ། གྲུ་གོ་བ་དེ་ལ་ཡང་སེམས་ཁྲལ་བྱེད་གོ་བ་རེད་མ་གཏོགས་ད་ལྟ་ན་ཞིག་ཉིན་མོ་འོང་དུས་དེ་འདྲའི་ཆགས་ཡ་གི་སུ་གཅིག་གིས། རེ་བ་དང་དེ་འདྲའི་གེགས་བར་མ་རེད། ང་རེ་ལས་གེགས་མེད་བར། ཡིན་ནའི་བོད་རང་ལྗོངས་ཀྱི་དབང་པོ་སྐྱོན་ཅན་མཉམ་འབྲེལ་ཚོགས་པ་དང་ལོ་ལྔའི་བསླབ་གྲྭའི་བཀའ་དྲིན་དེས་ཨ་ང་ད་ལྟ་འཚོ་བ་དེ་ལ་ཡང་འགྱུར་ལྡོག་ཆེན་པོ་ཕྱིན་སོང་བར། རེད་རེད་རེད་རེད་རེད་ངོ་མ་རེད་ད་སྐབས་དེ་དུས་ཁྱེད་རང་ཡིན་ན་གནས་ཚུལ་ཅི་འདྲ་ཞིག་གོ་ལ་ལྷ་སར་འགྲོ་རྒྱུ་དེ་ག་འདྲ་ཞིག་བྱུང་བ་བྱང་བ་ཡིན་ན། དང་པོ་དེ་རེད་དང་པོ་ཡིན་ན་ང་ལྷས་ས་ཕྱིན་རྗེས་ཕ་ཡུལ་མང་ཡོང་ཡག་བརྩིས་ཡོད་རེད་དང་པོ་ཡང་ལྷས་ས་ལ་ཡང་ཁྲིད་དགོས་ཡག་རྒྱུ་མཚན་དེ་ཨ་མས་མིས་བཟོ་ཡག་ཁྲིད་ཁྲིད་ཡག་བྱས་པ་རེད། ཨཱ་ནི་ཡིན་ནས་དེ་ནས་རྨིས་བཟོ་ཡ་མེད་དུས་འཚམས་པ་ཨཱ་ནི་ང་ཚོ། ག་རེ་འཕྲད་པར་སོང་ནས་ལོ་ལྔའི་སློབ་གྲྭ་དེ་རྨིས་བཟོ་ཡ་མེད་ནས་ལས་ལོ་ལྔའི་སློབ་གྲྭ་དེ་ཨཱ་ནི་ལྷས་ས་ལ་ཡོད་པ་ཧ་གོ་བ་རེད།
རེད་རེད་རེད་ལོ་ལྔ་སློབ་གྲྭ་ནང་དེ་ནས་སྐབས་དེ་དེ་ཁྱེད་རང་ག་འདྲ་བྱས་ནས་ཞུས་པ་ཡིན་ནོ་དེ་ལོ་ལྔ་སློབ་གྲྭ་ནང་ལོ་ག་ཚད་ཅིག་ཞུས་དེ་ནང་ནས་ཁྱོད་རང་ལ་ད་ཐོབ་བྱ་ན་ག་འདྲ་ཞུས་ཡ་ན། དང་པོ་དེ་རེད་ལོ་ང་སློབ་གྲྭའི་ནང་འགྲོ་དུས་བརྩམས་པ་ད་ལུང་ཡིན་ལས་ཡིས་གལ་ཆིག་མི་འདུག་ང་ཚོ་རྫུ་བོས་ལྟ་ཡ་རོགས་ཨ་འདི་ལས་ཡིས་གལ་ཆིག་མི་འདུག་ད་དེ་ད་ཕན་ཐོག་ཨ་ཡུང་བསམ་ས་ཞིག་ཐུག་ཡིན་ནའི་ང་དང་ང་འདྲ་བའི་ལོ་ང་མང་པོ་སློབ་ཆུང་དེ་བྱིས་ཀྱི་འདུག་ཨ་ངས་བསམ་པ་ཅིག་བརྒྱ་ཆ་བརྒྱ་ཡག་པོ་ཡོད་རེད་བསམ་ཆུ་བྱས་ཙང་ཨ་ནི་ལོ་ང་སློབ་གྲྭའི་ནང་ལོ་རེ་ཡ་ཨ་ནི་ལོ་གསུམ་སློབ་ཆུང་བྱས་བའི་རྒྱ་ཡིག་བོད་ཡིག་ཨ་འཛིན་ཆ་ཚང་ཨ་ནི་དེ་ནས་ཕྱི་རྒྱལ་འགྲོ་ཡག་གི་གུ་གུ་རག་རེད།

དེ་སྤྱི་དང་ལོ་ངོ་གཅིག་ཡིན་ན་ད་ཕན་ཐོགས་ཨེ་མེད་བཟོ་རུ་ཆོད་ར་ལྷག་པར་དུ་ང་ཚོ་གྲོང་གསེབ་མི་གཅིག་གི་ལྟས་ན། ཡིན་ནའི་ངའི་ཨ་ཡིག་གིས་ད་ང་ལ་ཡ། སེམས་ཤུགས་དང་ཨ་ནི་གཅིག། བསམ་བློ་རེ་ཞེ་བོ་ཞུ་བཏང་བཞག་གསུང་གི་ཨེ་ལས་མ་ཐག་ས་ལས་གཅིག། གལ་སྲིད་ད་དཔང་མགོ་རེ་ཆག་བའི་ནས་ལས་དཔང་མགོ་ཡིན་ནས་ལས་འགྲོ་སྟངས་བཟོས་འདུག་ཨ་ལས་མ་ཐག་ས་ཁྱེད་རུ་སློང་དགོས་ཡིན་ནས་འདི་འདྲས་སུ་སློང་དགོས་རེད་ཟེར་ཞེས་ཙང་ངས་བསམ་པ་ཨ་ཡིག་གིས་ངའི། ཆེད་དུ་དང་ངའི་ཐོག་ལ་བསམ་བློ་མང་པོ་ཞུ་བཏང་བཞག་བསམ་གི་འདུག་ལ། ད་དེ་རིང་ཚོགས་གཉིས་ཁྱེད་རང་གི་ཡང་སྒྲོལ་མའི་གི་སློབ་གསོ་གི་ནང་ནས་ང་ཚོའི་གོ་དེ་ཡིན་ན་ད་ཁྱིམ་ཚང་གི་སློབ་གསོ་ལ་སོགས་པ་དེ་ལ་ཡང་དོ་སྣང་འདུག་ཁྱེད་རང་གི་ཞབས་ཕྱི་བཟོ་གི་འདུག་ཨ། དེ་ཡིན་དུས་ད་ཆུང་ཆུང་ཆུང་སྤུ་གི་ཆུང་ཆུང་དེ་ཚོ་གི་སྐབས་སུ་ཡིན་ན་ད་ངས་ལྟ་ན་ཁྱེད་རང་གི་ཨ་ཡུ་གི་དེ་བཟོ་སྟངས་དེ་ན་དེ་སི་ང་ཚོ་གི་ཅིག་ཕོ་ཤེ་ཚ་བ་ཟེར་དགོས་ཨ་རེད་མ་ད་སྤོགས་པ་ཆེ་བ་གི་དེ་རིང་ནང་བ་ན་རེད་འདུག་ཨ་ད་ལྟ་ཡང་ཕ་མ་མང་ཤོས་དེ་གི་ཡིན་ན་ན་སྤུ་གི་ཚོ་ལ་ཡང་བྱང་ཆུབ་བྱས་ཏེ་འདི་མ་བྱེད་དེ་མ་བྱེད་ཟེར་ཅིག་གི་དེ་འདྲའི་མང་པོ་བྱོས་ར། རེ་བྱ། ད་ཁྱེད་རང་གིས་ད་ཉམས་མྱོང་གི་ཐོག་ནས་བཤད་པ་ན་ཕ་གི་ཆུང་ཆུང་དེ་ལ་ད་ཕ་མ་ཚོ་ཡིན་ནི་འདྲ་ཨ་མྱེ་ཨ་ཡུ་ཚོ་ཡིན་ནི་འདྲ་ག་འདྲའི་འདྲ་ཅི་བཤད་ན་རྒྱུས་མ་ཁོ་འཚར་ལོངས་བཟོ་བྱེད་ལ་ཕན་ཐོག་འོང་ས་རེད་བསམ། ངས་བསམ་པ་སྤུ་གུ་ཆུང་ཆུང་དང་ང་ཚོ་རྨིའི་ལོ་ང་ས་དེ་ཆ་རེད་བསམ་གི། སྤུ་གུ་ཆུང་ཆུང་དེ་ལས་ངས་བསམ་པ་ཁོ་རའི་ལས་ཀ་བྱེད་མགྱོགས་དེ་ལས་ཡང་ང་ཚོ་རྒན་པས་ཡིད་ཆེས་ཆེ་བོ་རེད་བསམ་གི། ཡིད་ཆེས་ཆེ་བའི་སྙིང་སྟོབས་དེ་ལས་ཡང་དཔེ་ཆ་ཆགས་ན་ཁོ་བྱེམས་རྩེ་དང་ཁྲིད་དེ་འདྲའི་ལག་པ་ཆགས་ན་ཁོ་ལ་ཉེན་ཁ་ཡོད་པ་དེ་ཤེས་དགོས་ཡ་དེ་གལ་ཆེན་པོ་རེད་བསམ་གི། ཤེས་ཚ་དུས་བརྩམས་པ་ཨ་ནི་ཁོ་བོད་ཆས་བཏང་བཅུག་པ་ནི་གནའ་རྟགས་ཡོད་མ་རེད་བསམ་གི། གཞན་མ་གཏོགས་ང་ཚོ་ཡི་ཁོ་ལ་ཡིད་ཆེས་དང་འདི་འདྲས་མ་བྱས་པ་ཆེ་རྟག་པར་ང་ཚོས་རོགས་པ་བྱས་ཐལ་ཡོད་ན་ཨ་ངའི་བསམ་པར་རང་མགོ་ཐེན་ཡ་ཡོད་མ་རེད་བསམ་གི། དཔེ་ཆ་བྱས་ན་ཕ་མ་ཁ་ཤས་ཀ་སློབ་འབྲིང་ལས་དུས་ལས་སོ་སོའི་སྤུ་གུ་ཁྲུས་བརྒྱབ་མ་ཤེས་ཡ་དང་ཉལ་ཆས་སྡོད་མ་ཤེས་ཡ་དེ་འདྲའི་གནས་ཚུལ་འདུག་ཨ་ངའི་བསམ་པར་དེ་སྤུ་གུའི་སྐྱོན་མར་བྱ་ཕ་མའི་སྐྱོན་རེད་བྱ་བསམ་གི།

ཨ་ནི། གཡུ་སྒྲོན་ཨ་ཐུག་ད་འདི་ངའི་བསམ་པར་ད་འདི། འཚོ་བ་དེ་ང་རའི་ཏེ་བདེ་སྐྱིད་ལྡན་པའི་འཚོ་བ་ཞིག་རེད་ཤག་བཟང་གི། ཏེས་ང་རའི་མ་འདྲ་བར་ཞེས་ཐུང་གི་ལ་ང་རའི་དཀའ་ལས་ཞེ་དྲག་རྒྱལ་བས་བཟང་གི་འདུག།
རེད་རེད་རེད་རེད་ད་ང་ཚོའི་གོ་ཐོས་ཡིན་ན་ཡང། གཡུ་སྒྲོན་ཁྱེད་རང་གཉིས་ཐུག་ཡ་དེ་འོ་ད་བྱེད་དོང་བྱེད་ནས་ལས་ཟེར་དགོས་རེད་བ། རེད་ལ། དེ་ཅི་རེད། ཡིན་ན་ཡང་ཁྱད་པར་དུ་ཁྱེད་རང་གི་སྐབས་དེ་དེ་ནི་གི་ད། གཡུ་སྒྲོན་གི་ད་རང་ད་ལྟ་ལ་མིག་གི་དེ་ཚོ་རིག་གོ་རེད་བ། རེད་ལ་གཡུ་སྒྲོན་ཟེར་ནས་མིག་དེ་ཆོ་ཚ་པོ་བྱེད་བ་རེད་ང་ལས། ང་ལས་གྲགས་ཚོ་ཅིག་དང་ཁྱེད་རང་ཚོ་ལས་སྐྱོ་ཚོ་ཞིག་རེད་ད་དེང་རེད་ཞེས་རེད། རེད་རེད་རེད་རེད་རེད་ད་སྐབས་དེ་དུས་ཁྱེད་རང་གཉིས་ཀྱིས་ད་ཉེ་སྒྲིག་བྱས་དེ་ནས་ཁྱེད་རང་གཉིས་ཀྱིས་ཡང་སེམས་ཐག་བཅད་ནས་སྤོ་གི་གུ་ཡག་གི་དེ་འདྲིས་གི་བྱས་པ་རེད་བ། དེ་སྐབས་དེ་དུས་ལ་ད་ང་ལོང་བ་ཞིག་རེད་དེ་ནས་གཡུ་སྒྲོལ་ལ་མི་དེ་ན་བདེ་མོ་ཞིག་ཡོད་མ་རེད་དེ་རྗེས་མ་ད་སྤོ་གི་ཞིག་བྱས་ཤུལ་ན་མི་ལོང་བ་ཞིག་ཆགས་ཆགས་ཅིག་ཉེན་ཁ་ཡོད་ཅིག་རེད་དེ་འདྲིས་ན་སེམས་ཁྲིད་ན་གང་ཡང་མ་ཤོད། ང་ཡི་ངོ་ནས་བཤད་ན་འདི་འདྲའི་སེམས་ཁྲལ་ལ་མ་བྱུང། རྒྱུ་མཚན་གང་ཡིན་ཟེར་ན་ང་ལ་ཡ་ངའི་ཨ་ཅག་མཚན་མོ་དེ་ཐང་ཐང་སོང་ཙང་སྤྱི་བཏང་ང་རའི་སྐྱོན་རེད་བསམ་མ་བསམ་བྱུང་མ་གཏོགས་ཨ་ནི། སྤྱི་བཏང་ང་ཚོའི་ནང་མི་གི་རིགས་ཀྱི་སྐྱོན་དེ་མེད་ས་རེད་དོ། གཉིས་སྤྲོན་ལས་ཨ་ཅག་དང་ཅི་ཅོག་འདྲེ་ཡོད་རེད་ཁོང་ཚོ་ཐང་ཐང་རེད་དོ། བྱས་ཙང་འདི་འདྲའི་སྐལ་ལ་གནང་ད་ཡོད་མ་རེད་བསམ་བྱུང། ཡིན་ནའི་མི་མང་པོ་གཅིག་གིས་ཁྱེད་རང་གཉིས་པུའུ་མ་སྐྱེལ་མ་ཏོ་ཀ་ལས་ཞིའུ་ཁྲེག་རེད་གསུང་གི་འདུག་ཨ་ནི་ཁོ་ནག་ཚོ་ཡག་ཡག་རེད་དེ་ལས་དང་ད་བར་དུ་དངོས་གནས་མིའི་ལོ་ངོ་ཆགས་རྗེས་པུའུ་གི་དམིགས་བསལ་ཀ་ལས་སྤྲད་པ་སུ་ཁས་མ་བྱུང་ད་ཡིན་ནའི་སློབ་ཆུང་དང་སློབ་འབྲིང་དཀྲུག་དུས་ཙམ་པ་ཡང་ག་འདྲས་ཡོད་མེད་ངས་ཧ་གོ་མ་སོང་ཁོ་གཉིས་དཀྲུག་རྒྱུར་བ་བྱེད་མ་ཏོ་ད་ལྟ་ལོ་ཀླད་ཀོར་ནས་བོ་མོ་ཆེ་བ་དེ་ལོ་དྲུག་རེད་དེར་གཅིག་དམིགས་བསལ་ང་གཉིས་ལོ་ང་སུམ་རྩ་དེ་འདྲའི་ཀ་ལས་ལ་བསམ་སང་ཁས་མ་བྱུང་གང་ཡིན་ཟེར་ནས་ངའི་བསམ་པ་འདི་ཡོང་ཡག་དེ། ང་དང་གཡུ་སྒྲོན་ད་ལྟ་བརྩེ་དུང་བ་ཡག་པོ་བསྡད་ཨ་ནེ་ཅི་བཟའ་ཚང་གི་འཚོ་བ་དེ་ད་ལྟ་ཡག་པོ་བསྡད་ཙང་རེད་བཞག་བསམ་གི། ང་སྤུ་བོ་ཟ་དེ་སྐྱེས་པའི་སྐབས་སུ་ད་དུ་དུས་ང་སེམས་ཁྲལ་ག་རེ་ལངས་བྱུང་ཟེར་ན་མི་མང་པོ་གཅིག་གི་ཕ་མ་མང་པོ་གཅིག་གི་སྤུ་བོ་སུ་ཁག་འགྲོ་དུས་ཙམ་པ་མོ་ཁྲལ་སུས་སྒྲུག་གི་རེད་བ། ཨ་ནེ་ང་རྒྱུག་པ་དཀའ་བ་ཞིག་ཁྱིད་ཀྱིས་སྒྲུག་དུས་ཙམ་པ་བུ་མོའི་སེམས་ནང་ལས་སྡུག་བསྔལ་ཞིག་བུ་མེད་འགྲོ་བསམ་བྱུང། ཡིན་ནོ་རྗེས་ལ་ཡང་ང་དངོས་གནས་བུ་ཆུང་ཁ་མགོ་འདྲ་སུ་ཁ་འགྲོ་དུས་བསམ་པ་ངའི་སེམས་ཁྲལ་ཆེ་མགྱོགས་དུ་སྟོང་པར་བྱ། བུ་མོས་དེ་འདྲའི་སྡུག་བསྔལ་གལ་ཆེ་མ་སོང། བྱས་ཙང་དེ་འདྲའི་ཡིན་དུས་བརྩམས་པ་མཚམས་ཚང་ང་རང་ཚོ་ཕ་མ་དང་ཚོས་སོ་སོའི་ལྟ་བརྩི་དུང་ཕྱིར་དྲག་བྱས་སྤུ་གུ་ལས་སེམས་ཁྲལ་མེད་པར་སེམས་ཁྲལ་སོ་སོས་རང་གི་སོ་སོས་སོ་སོའི་སེམས་ཁྲལ་ཟུག་མེད་འགྲོ་བསམ་གི། བྱས་ཙང་སྙན་མང་ང་འོག་ཏུ་སེམས་ཁྲལ་བྱུང་ང་རས་མིག་མ་མཐོང་ཙང་ད་སྤུ་གུས་ང་ཁྱིམ་བདག་ཚོང་འདི་དང་དེ་འདྲའི་འགྲོ་དུས་བརྩམས་པ་ང་ཁས་ལེན་འགྲོ་བསམ་ས་བྱུང་བ།
ཡིན་ནའི།

ཁུ་བོ་དང་གནོད་ཤུགས་ལྗིད་པོ་རེད་འདུག་རེད་ལ། ད་ཁྱེད་རང་གི་ཡིན་ན་བུ་གཅིག་དང་བུ་མོ་གཅིག་དེ་ར་སོགས་དེ་ཨ་ཡེ་ང་ལ་གནོད་ཤུགས་ལྗིད་པོ་འདུག་སང་ཅིག་དེ་འདྲའི་ཁུ་བོ་ན་ལྷག་མ་ཞིག་མི་འདུག། ཅི་ལྟར་མི་ཟེར་ཁྱད་མི་འདུག་ད་ཡིན་ནའི་གཙོ་བོ་ནང་གི་གཙོ་བོ་དེ། ང་སྤྱི་ཚོགས་ཁང་དོན་བྱས་ང་རེད་ལྟ་འདུག་འགྲོ་བདེ་བོ་རེད་མ་གཏོགས་གཡུ་སྔོ་ནས་ཕྱིན་ན་ང་ཚོའི་ཁྱིམ་ཚང་གི་ཆེད་དུ་ཡིན་ན་གཡུ་སྒྲོན་གྱི་ཡིན་ནའི་དཀའ་ལས་ཞེ་དྲག་རྒྱག་དགོས་རེད། བྱས་ཙང་དེ་འདྲས་ཡིན་དུས་བསམ་པ། གཡུ་སྒྲོན་ལས་ངས་བསམ་པ་ལྟར་ཅིག། སེམས་ནང་ལ་དཀའ་ལས་ཤུགས་ཆེན་པོ་ང་དང་ཤིག་དང་ང་གཉིས་གཉིས་ཀ་ལོ་ལ་ཁྱད་ཡོད་མ་རེད་སེང་གེ། གང་ཡིན་ཟེར་ན་སྤུ་བོ་ས་དེ་ཡིན་ནས་མ་འོངས་པ་ཆེན་པོ་ཆགས་ཟིན་ན་སུ་སོ་སོ་རང་མགོ་འཐེན་དགོས་རོ་བ། འདི་རང་མགོ་འཐེན་པའི་གནས་ལས་ཁོ་རང་གཉིས་ཧར་བོར་དུ་སློབ་གྲ་ཆེན་མོ་ལ་ཕྱིན་པའི་གནས་ལས་ཁོ་རང་གཉིས་ཀྱི་གཟི་བརྗིད་རེད་མ་གཏོགས་ང་གཉིས་ཀྱི་གད་མ་རོ་བ་ལ། ཁོ་རང་གཉིས་སློབ་སྤྱོང་ད་དུང་ཡག་བོ་མ་བྱུང་བས་ནས་ང་གཉིས་ལོ་ལྔ་ཆགས་ཙང།

ཉི་མ་འོང་དུས་དང་ཉི་མ་ལྷ་མཚོ་ནི་མཚན་མ་ཡིན་ན་ཡང་ཉི་མ་འོང་དུས་འཁྲུངས་ནས་ཟླ་བ་སུམ་ཅུ་རྗེས་སུ་མིག་གཉིས་ལོང་བ་ཆོག། མེ་མོ་ཡི་མཚོ་གཞུང་ལ་བལྟས་ནས་ཉི་མ་འོང་དུས་ལ་མཚར་རླུང་བྱུང་ཞེས་ཉིས་སྟོང་གཉིས་ལོར་ལྷ་སའི་ལུང་བའི་སློབ་གྲྭ་ལ་ཞུས་པའི་སྐལ་བ་ལྡན། དགུང་ལོ་ཉེར་བདུན་གྱི་ཐོག་དབྱིན་ཇིའི་ཐོ་ནིས་རྒྱ་ཆེའི་སྐད་བརྡ་སློབ་གྲྭ་ནས་མཐར་ཕྱིན་རྗེས་ལྷ་ས་ལུང་བ་སློབ་གྲྭའི་ལྷོ་གཙོ་སྤྱིར་བདེན་ཞི་དང་ཆིང་ཧྭ་དང་ཧྭ་ཧྥོ་ལྷོ་ཆེན་སོགས་ལ་མཆན་འཕྲིན་གནང་བ་ཕེབས་པ་མ་ཟད། མི་མང་ཉིན་རེའི་འཚོ་བར་གྱིས་ཀྲུང་གོའི་ཕུ་འདེད་ཀྱི་གཞི་རིམ་དུ་གྲོང་མིའི་རྒྱུ་དྲུག་ཞེས་པའི་མི་སྣ་བརྒྱ་ཡི་གྲལ་དུ་བདམས།
རེད་རེད་རེད་རེད་ད་ཁྱེད་རང་གི་ཡིན་ན་མ་འོངས་པ་གི་ཁྱེད་རང་གི་སྤུ་གི་གཉིས་ལ་རེ་བ་འདྲ་དང། ཆེ་ཤོས་ན་དེ་ག་འདྲ་འདྲ་པོ་བྱུང་ཡོད། ང་རེ་གི་རེ་བ་དེ་སྤུ་གཉིས་ལ་ཡ་ང་སྤོ་མོ་གི་ང་རེ་བ་བརྒྱབ་ཡོད་ན་ཤིང་ཨ་ཁོ་རང་གཉིས་རང་མགོ་ཐེན་ཡག་ཅིག་དང་ཨ་ནི་མ་ཐ་ས་ཨ་ནི་སྤྱི་ཐོག་སྤྱི་ཚོགས་ལ་ཡ་ཕན་ཐོག་ཉེ་ཞིག་མ་བྱུང་ནས་ཨ་ནི་མ་ཐ་ས་སྤྱི་ཚོགས་ལ་གནད་མ་སྐྱེལ་ཉེ་ཞིག་བྱུང་ན་ངའི་ངོ་ནས་བཤད་ན་རེ་བ་འགྲུབ་བ་ལ། ཨུམ།
ད་དེ་རིང་ང་ཚོ་གཉིས་ང་ཚོས་གི་གོ་དེ་ན་ཁྱེད་རང་གི་བུ་མོ་གི།

ད་དངོས་གནས་ང་སྤུ་གུ་སྐྱེ་ཡ་རེད་བྱས་ས་ཨེ་ངས་ཁོ་རང་ཚོ་སྤིན་རྒྱ་དང་ང་ཚོའི་སྤིན་རྒྱ་ཆ་ཚང་རོགས་པ་ཆ་ཚང་སྐྱེས་དང་བྱས་ནི་མོ་རང་མེན་གང་ལ་ཡར་འཁྲིད་ཕྱིན་སོང་ཨ་འདིའི་ཚེ་ནག་གོ་དེ་ངའི་ངོ་ནས་བཤད་ན་འགྲོ་ཁ་ཤོས་རེད་བྱུང་ཨ་ཁྱེད་རང་ཚོ་གི་ཟེ་ཡ་ནག་གུང་དེ་དངོས་གནས་འོ་དེ་ཡིན་ས་རེད་ད་ངས་ཟེར་ན་ནག་གུང་ཟེར་དུས་ཙམ་པ་སྤྱི་སྟངས་སྡུག་བསྔལ་ཡིན་དུས་ཙམ་པ་ནག་གུང་ཟེར་གི་ཡིན་ས་རེད་ཁྱེད་ཚང་དེ་ཡིན་དུས་ཙམ་པ་འོ་འདི་ནག་གུང་ཡིན་ས་མ་རེད་ཨང་དངོས་མི་གཅིག་ལ་སྡུག་བསྔལ་གཅིག་ཡོང་པའི་སྐབས་སུ་ཨ་འདི་ནག་གུང་ཟེར་གི་ཡིན་ས་རེད་ཁྱེད་ཚང་དུ་དེ་དངོས་གནས་ང་གཅིག།

ལས་སྣ་སྤུ་གུ་གཅིག་མ་རེ་གཉིས་སྐྱེས་བུར་བ། གཡུ་སྒྲོན་སྤུ་གུ་གཉིས་པ་དེ་སྐྱེས་དུས་ངས་མཐོང་བྱུང་བ་ལ། ཟུག་བཞི་བོ་ཞིག་བརྒྱབ་སོང་ད་ངས་དངོས་གནས་གཡུ་སྒྲོན་ངའི་སྲས་མེད་འགྲོ་བསམ་བྱས་དངངས་སྐྲག་དང་ཞེད་སྣང་ཞི་བོ་ལངས་བྱུང་ང། རེད་རེད་རེད་རེད་རེད་རེད། དོན་ཏོ་གཡུ་སྒྲོན་གྱིས་རྒྱགས་རེ་རེ་ཞིག་བརྒྱབ་པའི་གནས་ལས་ད་ངས་ཕར་ཁ་ལས་མ་ལོག་ཨ་བསམ་བྱུང། ཡིན་ན་ཡང་སྨན་ཁང་ན་དོན་ཚ་དུས་ད་རྫུན་མ་རེ་བཤད་ཡང་དེའི་ཚེ་རྗེས་ཤོད། རྗེས་ཤོད།
ཁོ་ན་ཚ་དང་སྡུག་བསྔལ་དུ་ར་ཡོང་དུས་དེ།

སྐད་ཆོད་པོ་རེད་བ་ད་ཁྱེར་བ། ད་དེའི་འོག་ན་བཤད་ན་ང་ཚོ་དེ་ཁ་སྐྱུག་དེ་བཤད་ན་ད་དེ་ང་ཚོའི་རོགས་པ་ཡག་ཤོས་རེད་བ། གང་ཡིན་ཟེར་ན། ང་ད་དཔེ་བཤད་ན་ང་དྲན་དུ་གྲོང་ཁྱེར་དེ་སྤྱི་བོ་ཡོང་པོ་རེད་དེ་སྤྱི་བོ་ཡོང་དུས་ཙམ་པ་དེ་མེད་ན་ང་ཡོང་ནུས་གི་མ་རེད་བ། བྱས་ཙང་དེའི་ངོས་ནས་བཤད་ན་ཁོ་ད་ང་ལ་ཡིད་ཆེས་དང་ཞི་བོ་སྤྲད་ཡོང་གི་འདུག་བ་དེ་དུས་ཡུན་ལ་ཁེལ་ཡག་ཡོད་ན། མ་མཐའ་ས་ང་རའི་དུས་ཡུན་ལ་ག་རེ་ཡོད་མེད་དེ་ཧ་གོ་གི་རེད་བ་དེ་འགྱུར་བག་དེ་གང་ཡིན། འོང། དེ་བོད་ཆས་བཟུང། བོད་ཆས་ལ་བ་ལས་ལྷག་པོ་བཟུང་སྲིད་ཀྱི་མ་རེད། བོད་ཆས་བཟུང་ད་དེའི་ངོས་ནས་བཤད་ན་མ་འོང་བ། ཁ་ལོ་བ་ལ་རྒྱས་སྤྲས་པའི་ན་བཞིན་དེ་ལས་ལ་རྒྱས་བཟོ་ཡ་རེད་དོ་བ་ལོང་བ་དེ། གང་ཡིན་ཟེར་ན་འདི་ཡག་པོ་ཅིག་སྦྱངས་པས་ནི་སོ་སོའི་ཁྱི་དང་ཕྱོགས་ལྟོས་རེད། ཁོ་ལོ་ད་ག་ཟེར་འདུག་སུ་ཀྱང་ཅིག་ཁྱི་ཡ་ཡ་མ་རེད། དེ་ལྟ་ན་ཁོ་ལོ་ཅེས་རོ། ཁོ་ལོ་དེ་ཡིན་ན་དྲུག་འོག་ཚུགས་བཟོ་དགོས་མ་རོ། དེ་ཚང་ཁོ་མི་སེར་ཞེ་དྲག་རེད། ད་ལྟ་མོ་བ་ཁོ་དེ་འདུག་སྟབས་རྩིས་རྒྱག་ཡ་རོ། མགོ་སྟོད་མ་འདུག་སུ་ནར་ཡ་ཡོད་རེད།

རོགས་རམ་བྱེད་དགོས་ཀྱི་ཟེར་དགོས་ལ་རེད་གོ་ད་མི་མང་པོ་གི་དེར་སོང་ཉིན་ད་ང་གཅིག་གི་འོང་བོ་ཞེན་ཆེད་དང་ད་མི་གཞན་པ་མི་འགྱངས་ཁྱུད་ལ་རོགས་པ་བཟོ་སང་གེ་གི་ཤེན་སོང་སོང་མི་མང་པོ་འདུག་ཨ་ད་ཁྱེད་རང་ཧུ་ངོས་ནས་བཤད་པ་ཡིན་ན་མི་གཞན་པ་གི་ལོང་བ་ཚོ་ལ་རོགས་རམ་བཟོ་དགོས་ན་བཟོ་དགོས་ས་གི་ཤུ་ག་འདི་ག་འདི་ཐད་ནས་དྲན་དགོས་ས་གོ་འདུག་ཁྱོད་རང་ལ་ཁྱེད་ཚང་ངའི་བསམ་པ་མིའི་ཐོག་ནས་ང་ཚོ་ལ་རོགས་པོ་གོ་རེ་བས་ནི་ངའི་བསམ་པ་གོ་རེད་སང་གེ་ཡིན་ནའི་ང་ཚོ་ལ་རོགས་པོ་བྱེད་པའི་སྐབས་སུ་སྐད་ཅིག་ཐུག་ཡ་དེ་གལ་ཆེན་པོ་རེད་སང་གེ་གང་ཡིན་ཟེར་ན་སྐད་ཅིག་མ་དྲིལ་བུའི་ཐོག་ནས་རོགས་པོ་བྱེད་འོས་ན་ཨ་ནི་གཅིག་བྱས་ནས་ང་ལ་རོགས་པོ་དེ་གོ་མ་རུ་ཨ། ཁྱེད་ཚང། མདོ་མོ་རོགས་པ་ཨ་དགོས་མ་དགོས་པོ་དེ་སྐད་ཆ་དྲི་ཡ་དེ། དང་པོ་དེ་སྐད་ཆ་དྲི་ཡ་བྱས།
ཨ་ནི་གཉིས་པ་དེ། ང་ཚོ་ལོ་ལྔ་ལ་ཡག་ལྟ་ཅིག་ཚ་མོ་ལོག་གི་ཏེ། བསམ་གཞིག་བྱེད་དགོས་ཡ་དེ་གལ་ཆེན་པོ་མིན་འགྲོ་བསམ་གི། གང་ཡིན་ཟེར་ན། དཔེ་ཆ་ཞིག་ན་ལྟ་ཅིག་ལས་ཀ་དང་འདི་འདྲའི་ང་ཚོ་བྱེད་ཉལ་འགྲོ་ནས་ལས་ང་ཚོ་ལ་གོ་སྐབས་ཤིག་སྤྲད་ཡ་དང་ཡིད་ཆེས་དང་བསམ་གཞིག་ས་དེ་ཨ་ནི་ད་གཟོད་བྱུང་བས་ན་ངས་བསམ་པ་ཨ་ནི། ཆ་རེད་གསུངས་གི། ཡིན་ནའི་མི་མང་པོ་གཅིག་གིས་ལོ་ང་དང་རྟ་བོང་བུ་སྐྱུར་རིགས་ག་རེ་ཡོད་ནས་ང་ཚོས་ཚུར་རོགས་པོ་བྱས་ཡ་སྒུག་བསྡད་འདུག་ཨ། ཡིན་ནའི་ངས་བསམ་པ་ད་ལྟའི་དུས་ལ་ང་ཚོས་གའི་སྤྱི་ཚོགས་ལ་ཕག་ག་རེ་ཞུ་གི་འདུག་བལྟ་དགོས་ཡ་དེ་གལ་ཆེན་པོ་མིན་འགྲོ་གསུངས་གི། དཔེ་ཆ་ཤེས་ན་ང་ད་ལྟ་སྒྲོལ་མི་ལོ་སོ་གི། དེ་སྒྲོལ་མི་ལོ་སོ་བརྒྱུད་ནས་སློབ་གྲྭ་མང་པོ་དང་འབྲེལ་སྐད་ཆ་བཤད་ག་འགྲོ་གོ་ར་ལ། ད་ངས་མི་ཚང་མ་ལོག་ལེ་ཕན་མ་ཐོག་ནས་སློབ་གྲྭར་ངའི་སྐད་ཆ་ཉན་ཉན་རྒྱག་ཡོད་ན་རྒྱ་ནག་ནས་མི་བདུན་བརྒྱད་ཅིག་ལ་ཕན་ཐོག་གི་རེད་བསམ་གི། དེ་ལས་ངས་ཕ་ཞལ་བཅོས་ཞུས་པར་བ་ལ། ཁྱེད་ཚང་ངས་བསམ་པ་མ་འོངས་པ་ང་རང་ཚོ་དབང་པོ་སྐྱོན་ཅན་རིགས་ག་རེ་ཡིན་ནས་ང་རང་ཚོའི་སྤྱི་ཚོགས་ནང་ལ་ཚུར་འཛུལ་བྱས་ང་ཚོའི་ལས་སྤྱི་ཚོགས་ལ་ག་རེ་བྱེད་ཐུབ་གོ་ཏོ་བལྟ་དགོས་ཡ་དེ་གལ་ཆེན་པོ་རེད་བསམ་གི་མ་ཏོ་བལྟ་བར་སྤྱི་ཚོགས་ང་ཚོ་ལ་ག་རེ་བྱེད་རོགས་བསམ་ན་ངས་བསམ་པ་དེ་རྒྱག་གོ་མི་འདུག་བསམ་གི། རེད་རེད་རེད་རེད་རེད་ད་ཁྱེད་རང་གི་སྤྱི་ནང་སྔོན་མ་ལ་ལུང་བ་གི་སློབ་གྲྭ་གི་སློབ་གཙོ་ཞེས་རེད་དེ་དེ་རྗེས་ནས་ལ་སྐབས་དེ་དུས་སློབ་ལུང་བ་མང་པོ་ལ་ཁྱེད་རང་གི་ལ་བལྟས་ནས་ཡང་ཁྱོད་ཚོ་རོགས་པ་བཟོ་ཐུབ་གི་འདུག་ཨ་རེད་ལ་ད་ཁྱེད་རང་གི་བལྟས་ན་མི་གཞན་ལ་རོགས་པ་བཟོ་རྒྱུ་དེ་ཆེས་དགེ་བ་འདྲ་པོ་ཞིག་འདུག་ཡང་ན་ཆེས་རླབས་ཆེན་འདྲ་པོ་ཞིག་དེ་འདྲའི་མཐོང་གི་འདུག་བས། ད་ངས་བསམ་པ་ང་ར་ང་ར་དང་ང་ར་འདྲ་བའི་ང་ཚོ་རིགས་གཅིག་པ་ལོ་ང་དེ་ཚོ་ལ་ཡ་རོགས་པ་བྱེད་དགོས་ཡ་གལ་ཆེན་པོ་རེད་བསམ་གི་ངས་ཆེས་ཐུགས་ཁུར་བསམ་གི་གང་ཡིན་ཟེར་ན་ཁོ་ཚོ་ལ་དཀའ་ངལ་ཁ

ད་ག་འདྲའི་ཆེ་བོ་ཡིན་མེད་དུ་བཙོང་བ་རེད་ད་ང་རི་ལོ་ལྔ་གཅིག་སྔོན་ནས་བཤད་ན་ཧ་གོ་གི་འདུག་ཨ་འདི་ཉིན་ཏོག་སྲིད་གཞུང་ཡིན་ནས་རེད་སྤྱི་ཚོགས་དང་ཚང་མས་རོགས་སྐྱོར་ཡག་པོ་གནང་གི་འདུག་ང་ཚོ་ལ་བྱས་ཙང་ད་ག་འདྲ་སོ་སོས་སོ་སོའི་ཤུགས་རྒྱག་ཡ་དེ་གལ་ཆེན་པོ་རེད་བྱས་གཙོ་བོ་ནང་གི་གཙོ་བོ་དེ། རེད་རེད་རེད་རེད་ངོ་མ་རེད་ད་ཚོང་པ་ཡོངས་མང་གི་ཤུགས་རྒྱག་རེད་ཐུགས་སྒྲུབ་སྡུག་རྩ་གཅིག་སྒྲིལ་བྱས་འབད་བརྩེ་བཟོ་དགོས་རྒྱུ་དེ་དེ་ནི་རེད་འདུག་ཨ་འོ་དེ་རེད་བྱས་ཨ།
བཙན་གྲི་ཅན་གྱི་མི་འདྲ་གང་ཡང་མེད་ཟེར། དངོས་གནས་རེད་བསམ་བཙན་གྲི་ཡོད་ན་རྡོ་ལ་ཨོ་ཁུ་འབུས་ཐུབ་ཀྱི་རེད་རེད་བཙན་གྲི་དེ་གལ་ཆེ་པོ་འདུག་རེད་རེད་ལ། ད་ང་ཚོས་ཁ་བརྡ་བྱེད་པའི་རྒྱུ་རིང་ཁྲོད་དུ་ཁྱེད་རང་ལ་རང་རང་ལ་ཡིད་ཆེས་ཟེར་དགོས་རོགས་ཨང་ལ། ཡིད་ཆེས་བརྟན་པོ་འདྲ་པོ་ཞིག་འདུག་དེ་འདྲའི་གི་སེམས་ཤུགས་འདྲ་པོ་འདུག་ཨ། ཨང་ལ། ད་ཁྱེད་རང་དཔེར་ན་ང་ཚོ་མི་སུ་དང་སུ་འདྲ་པོ་ཞིག་ཡིན་ན་མི་གི་ཡིད་ཆེས་བརྟན་པོ་སྤྲོད་ཡག་གི་བྱས་ན་ག་འདྲ་བྱས་ནས་ཡི་མི་ལ་ཡི་ཆུ་འདྲ་པོ་དང་སེམས་ཤུགས་འདྲ་བོ་དཔའ་ཐུབ་གི་འདུག་དེའི་ཐད་ནས་ཁྱེད་རང་ལོ་ཉམས་མྱོང་ན་ག་འདྲ་ཞིག་ཨ་ཡིན་ན། ངོ་སོང། ངའི་བསམ་པར་སོ་སོས་སོ་སོའི་ཁྱད་ལས་ཡང་འདི་གཙོ་བོ་རེད་བསམ་གི། ད་མི་ཁ་ཤས་ཡིན་ན་ང་སློབ་སྦྱོང་ཡག་པོ་མེད་ཟེར་གི་འདུག་ཨ། སློབ་སྦྱོང་ཡག་པོ་མེད་ན་གི་བྱང་ཡག་ཡོད་རེད་བ། མི་ཁ་ཤས་ཀྱིས་སུ་སོ་སོ་ང་ལྟ་རྒྱག་པོ་རྒྱག་སོ་པོ་རྒྱག་དྲག་ཤ་ལབ་ཅེས་མིའི་དཀྱིལ་ནས་ཟེར་ར་འགྲོ་གི་མི་འདུག་ཨ་སེམས་སྡུག་བྱེད་གི་འདུག་ཨ། ངའི་བསམ་པར་དེ་ཚོ་ཚང་མ་སེམས་སྡུག་བྱེད་དགོས་ཨ་ཡོད་མ་རེད་བསམ་གི། གལ་སྲིད་སོ་སོ་སོ་པོ་རྒྱབ་པོ་ཡིན་ནས་སྐམ་པོ་ཡིན་ནས་ག་རེ་ཡིན་ནས་ལས་སོ་སོས་སོ་སོའི་ཁས་ལེན་ཐུབ་པ་ཡིན་ན་ཨ་འདི་འདི་སྐྱིད་ཆེ་ཤོས་དེ་ཡོད་རེད་བསམ་གྱི། ད་ལྟ་མི་མང་པོ་ཅིག་སོ་སོ་སོ་སྐྱིད་པོ་མ་ཡོང་ཡང་ཅི་དང་ཚང་མ་སྡུག་བསྔལ་ཡོང་ཡ་དེ་སོ་སོས་སོ་སོས་སོ་སོ་ག་རེ་ཡིན་མེད་དེ་ཁས་ལེན་མ་ཐུབ་ཙང་ཨ་ནི་སྡུག་བསྔལ་མང་པོ་ཅིག་ཡོད་རེད་བསམ་གྱི། ང་ཡིན་ན་ད་ལྟ་སྐྱིད་མདོག་ཁ་པོ་དང་དེ་འདྲས་ཡོང་དགོས་ཡ་དེ་ངས་ང་རེ་ང་ར་རྨིས་ཡིད་སྐྱོན་ཡོད་པ་དང།